སྙིང་རྗེ་ཆེན་པོར་རྩོལ་བསྟོད་སྙིང་མི་བྱང་གཙུག་ནས་སྨོན་ལམ་ཆེན་པོར་ལྔ་བརྒྱ་བཏབ་བ་ཁར་ལྟར་སྒོམ་ཚངས་སྟོབས་ཞུར་མར་དོ། གཏུམ་པ་ཐུགས་རྗེ་ལྗང་ལགས་ཀྱིས་ཤོག་མཚར་རོགས་ནས་ཆེན་ཧྲིལ་བོར་རྩེར་ལྔའི་ཞིང་ཁམས་སུ་འཇགས་པར་ཐུགས་རྒྱུད་བྱིན་རླབས་ཡིད་ལ་བསྣམས། འཇིགས་མེད་ཕུན་ཚོགས་ཞབས་ལ་གསོལ་ར་འདེབས་འོས་དགོངས་བརྒྱུད་རྟོགས་པ་འཕོ་བར་བྱིན་གྱིས་རློབས། ཡང་ད་ལྟའི་རང་འདི་ན་འོག་གི་ལས་བྱེད་པ་འགའ་ཞིག་དང་ནི་དེ་ནས་སློབ་མ་འགའ་ཞིག་གི་རེ་བ་ལྟར་དུ་འོག་གི་རིག་གནས་ཀྱི་དག་ཅིག་རིན་ཐང་ཟེར་དགོས་ན་འདྲ། བོད་ཀྱི་རིག་གནས་འདི་གལ་ཆེ་བའི་སྐོར་གྱི་སྐད་ཆ་འགའ་ཟིག་བཤད་ཀྱི་ཡིན། དེ་ཡིན་ནའི་ན། ད་གར་རྩོམ་པོ་རང་སྔོན་ཆད་ཀྱི་བོད་ཀྱི་ཤེས་ཡོན་པ་ཟེར་དགོས་འདྲ། འདི་དག་ཚོ་ཡིན་ན་ཚང་མས་རང་གི་རིག་གནས་ལ་བརྟེན་ནས་དུག་གི་ཟ་མ་ཟ་དགོས་ནི་རེད། དེ་ཡིན་ནའང་ཚང་མས་བསམ་བློ་གཏང་ངེས་དང་ན་ཞིག་དགོས་རྒྱུ། དོ་སྣང་བྱེད་དགོས་རྒྱུ་གནས་ཚུལ་འགའ་རེ་ཡོད་ནི་རེད། ད་འདི་ཚོ་ཡིན་ན་དེ་ནས་འོག་གི་བླ་མ་རྣམ་པ་ཚོ་རེད། དེ་གི་ཤེས་ཡོན་པ་ཚོ་ཡིན་ན་མི་མཐུད་དེ་ཚང་མ་ལ་དེ་ནས་སྐུལ་སློང་བྱེད་གི་ཡོད་རེད། ཡིན་ན་ཡང་འདིས་ད་ལྟ། ད་ལྟ་ཡང་ཤིན་ཏུ་གལ་ཆེ་བའི་རང་བཞིན་ཅན་ཡིན་པའི་ཆ་ནས་དེ་ག་དེ་རང་ངའི་ན་རང་གི་བསམ་འཆར་འགའ་ཞིག་དེ་ག་རྣམ་པ་ཚོར་འདོན་གྱི་ཡིན། དེ་ཡིན་ན་ད་ཁ་སང་དེ་རང་ཤི་ཆོག་གི་ཡིན་ན་དེ་ག་འོག་གི་རིག་གནས་འདི་ཅིག་ཡར་དར་སྤེལ་ཡོང་གི་ཡོད་ཀྱི་དུས་ཚོད་འདྲ་འདྲ་ཞིག་ཡིན་ནི་རེད། ཡང་ཕྱོགས་གཅིག་གི་བྱ་དེ་ཁྱེར་འོང་ན། འོག་གི་རིག་གནས་འདི་ཧ་ཅང་ཉིན་རེ་བཞིན་དུ་མར་ཉམས་རྒུད་འོང་བའི་གནས་བབ་ལྟད་མོ་ཟིག་ཡང་ད་རེས་ཀྱི་ཐུགས་དགོངས་འདི་རེད། སྤྱིར་བཏང་ནས་ད་དམངས་གཙོ་བཅོས་བསྒྱུར་དང་རིག་གནས་གསར་བརྗེ་ཆེན་པོ་ད་འདི་ཚོའི་སྐབས་ཀྱི་དེ་ནས་འོག་གི་རིག་གནས་དེ་ལ་ཡང་ལོ་རྒྱུས་སྟངས་འབྱུང་མམ་མྱོང་བའི་གཏོར་བརླག་རྒྱ་ཆེན་པོ་ཟིག་ཏུ་བྱུང་བ་ཀྱོ་ཚང་མས་ཤེས་གསལ་ལྟར་དྲན་ཨེ་དེ་ལྟེ་ནས་ཁྱེར་ཡོང་བས། ད་འོག་གི། ངོ་ཆེ་གེ་རྟགས་འཛིན་གི་སྐྱེས་བུ་མང་པོ་གཟུགས་དང། ཞིབ་ཤོ་བ། མི་འགྱུར་ཁ་མེད། བྱུང་ནི་རེད། དེ་ལ་བརྟེན་ནས། ད་ནུབ་བྱང། ནུབ་ཕྱོགས་ད་ནི་ཨོ་གླང། དེ་ནས་ད་རེ་ཡོ་རིབ། དེ་ལ་སོགས་པ་གི་དེ་གི། ད་ས་ཆ་མང་བོ་ཟིག། རྒྱལ་ཁབ་མང་བོ་ཟིག། ཁར་ཙང་དེ་རང། འོག་གི་ནང་ཆུ་དང། རིག་གནས་འདི་དར་རྒྱས་ཕུན་སུམ་ཚོགས་པ་འབྱུང་རྒྱུ། རྒྱུ་རྐྱེན་ཡང། ཡག་པ་ཟིག་ཏུ། སོང་བ་མ་རེད། ཡིན་ན་ཡང་ང་ཆ་གི་ད་བོད་ནང་ཁར་གི་ཟེར་གོ་འདྲེ་བོད་རང་གི་ས་ཆ་འདི་དག་གི་མི་ཐམས་ཅད་ཀྱི་རང་གི་རིག་གནས་འདི་རིན་ཐང་ཟེར་གོ་ན་འདྲ་རང་གི་རིག་གནས་འདི་ཐུན་མོང་མ་ཡིན་པའི་ཁྱད་ཆོས་དང་ཐུན་མོང་མ་ཡིན་པའི་དག་གཟི་བརྗིད་འདི་ངོས་ཟིན་གྱི་ཡོད་ནི་མ་རེད། དེང་སང། ད་ལེ་བྱིས་པ་མང་བོ་ཟིག་གི། ཆི་ཟེར་དགོས་འདྲི་ཟེར་ན། ཅིག། བོད་ཡིག་དར་ཡུག་ཤ། བོད་ཡིག། སློབ་ནི་ཡིན་ན། དི་གི་ཅིག། དོན་མི་ཐོན་རྒྱུ་བོ་དང། བོད་སྐད་བཞང་ནི་ཡིན་ན། ད་བོད་སྐད་ད། བེད་སྤྱོད་མེད་རྒྱུ་བོ། ད་དེ་མང་བོ་ཟིག་གི་འགོ་གི་ནི་ནི། དི་ནི། རྒྱ་ནག་ལ་སོགས་པ་ལྟར་ཡིག་རིགས་གཞན་ཙམ་ཟིག་བཞེངས་ན་མ་གཏོགས་རང་གི་དག་ཕ་མའི་ཐུན་མོང་མ་ཡིན་པ་གི་སྐད་དང་རིག་གནས་འདི་དོ་སྣང་མི་བྱེད་དག་གི་མི་ཧ་ཅང་མང་བོ་ལྟར་ཡོད་ནི་རེད། ད་དེ་ཡིན་ན་དག་དེ་སྔོན་ང་ཆ་གི་ད་དཔེར་ན་ས་ཆ་འདེབས་མཚོན་ནས་ཁྱེར་ཡོང་ནི་ན་དག་སྐམ་རྫས་བོད་རིགས་རང་སྐྱོང་ཁུལ་ཟེར་དགོས་རེད་བོད་རིགས་རང་སྐྱོང་ཁུལ་ཡིན་ནི་ན་དངོས་གནས་བཤད་ནི་ན་དག་རང་གི་ས་ཁུལ་འདིའི་སྐད་དང་ཡི་གེ་ལ་བརྟེན་ནས་དག་རང་གི་མི་ཐམས་ཅད་ད་རེས་སྐྱོང་བའི་ས་ཁུལ་ཟིག་ཡིན་རྒྱུ་དག་དེའི་མིང་གི་སྟེང་གི་ཡང་བཀོད་ནི་རེད། རེད་ད་ནི་ས་ཆ་འདིའི་དག་ལས་བྱེད་པ་ཡིན་ན་འདྲ་གི་ཤེས་ཡོན་པ་མང་བོ་ཞིག་གིས་དེ་ནས་ད་རེས་གི་རྒྱལ་ཁབ་ཀྱི་རྩ་ཁྲིམས་ཁྱབ་བསྒྲགས་བྱས་ན་ཡང་འདྲ་གི་མི་ནས་ད་རེས་ལས་ཁང་སོ་སོ་གི་རང་གི་ད་རེས་ལས་དོན་བསྒྲུབ་ན་ཡང་འདྲ་གི་དེ་མ་ཡིན་པ་གི་ནི་ད་སྨན་ཁང་དང་ནི་དེ་ནས་སློབ་གྲྭ་ལ་སོགས་པའི་ད་རེས་འོད་ཞུ་བྱེད་རྒྱུ་རྒྱ་ཆེ་ས་དེ་དག་ཡིག་རིགས་གཞན་ཡིན་ནི་རེད། སྐད་རིགས་གཞན་གྱི་སྒོ་ནས་ནི་འོད་ཞུ་བྱེད་དགོས་ནི་རེད། རང་གི་ད་རེས་སྐད་དང་ཡི་གེ་འོད་ཞུ་བྱེད་བདག་དེ་ཧ་ཅང་ཡང་ད་རེས་ཁྱད་པར་དུ་ཡང་ནི་ཆེས་མཐོའི་ད་རེས་ཤེས་ཡོན་སྡེ་ཁག་གི་མི་རྣམས་ཀྱི་ནང་ན་ཧ་ཅང་ད་རེས་ཉུང་གི་ཡོད་ནི་རེད། ད་འདི་ཧ་ཅང་ད་རེས་ཕྱི་ཟེར་དགོངས་འགྲོ་སྐྱོ་བའི་གནས་ཚུལ་གྱི་ར་ལྟ་བུ་ཟིག་ཏུ་ཡིན་ནི་རེད། དེ་ནས་སྐམ་ཟས་རང་སྐྱོང་ཁུལ་གྱི་མཁས་པ་ཞིག་གིས་ད་འོག་གི་སྐད་ཡིག་གི་མཐའ་དག་ད་རེས་གསང་ཞིག་དང་བའི་རྩོམ་ཟིག་གི་ནང་ན་ད་ཁོས་འབོག་སྡོམ་བྱས་ནས་དྲངས་འདུག་མོ་ཡག་གི། ཁོས་ཟེར་ནས་ན་ད་ཉིས་སྟོང་དགུ་གི་ལོ་རེད། ཉིས་སྟོང་དགུ་གི་ལོ་དེ་གི་འདི་ན་སྡེར་དགེ་དང་བྲག་མགོ། གསེར་རྟ། ད་དུ་མ་ཡིན་པ་གི་ཉག་རོང་དང་དཔལ་ཡུལ་ལ་སོགས་པའི་ད་སྔོན་བོད་ཀྱི་དག་རིག་གནས་དང་ཆོས་ལུགས་ཕུན་སུམ་ཚོགས་པ་ཡིན་པས། ད་རྫོང་ཁག་ཕལ་ཆེར་ད་རེས་དགུ་བརྩམས་གཟིགས་ཀྱི་དག་ཤེས་ཡོན་པ་གི་ལས་བྱེད་པ་འདི་འབོག་སྡོམ་བྱས་ནས་གནས་ན་ད་སྟོང་ཕྲག་དྲུག་ད་བཞི་བཅུ་ཞེ་བཞི་ཡ་ཁ་ཟེར་ཡག་གི་ད་དེ་སྟོང་ཕྲག་དྲུག་ད་བཞི་བཅུ་ཞེ་བཞི་གི་ནང་ན་དག་དངོས་གནས་གི་འོག་གི་དཀའ་ཡིག་འདི་བེད་སྤྱོད་བྱེད་དགོས་དག་གི་མི་གཟའ་ཆ་གི་ཟེར་ན་དག་དགུ་བརྒྱ་དར་དགུ་བཅུ་གོ་གཅིག་དགུ་བརྒྱ་དར་དགུ་བཅུ་གོ་གཅིག་ད་དེ་མ་གཏོགས་ད་རེས་གི་དེ། ཨེ་མ་ཁི་ཟེའུ་ནི་རེད། ད་ཡིན་ནབ་རྒྱ་ཆ་གི་དབང་དུ་བྱས་ནས་ན། ད་རྒྱ་ཆ་བྱི་ཁྲིག་ཙམ་ཟིག་གི། དི་གི། ལས་བྱེད་པ་ཁོ་ཚོ་ཡིན་ན། བོད་གི་ད་རེས་གི། སྐད་ཡིག་དི། བེད་སྤྱོད་བྱེད་ཐུབ་ནི་རེད། ད་དི་མ་ཡིན་པ་གི་ནི་ན། དེ་ཡིན་དུས། ད་མྱི་སྟོང་ཕྲག་རེ་ལྔ་དང་ན་བཞི་བཅུ་བཞི་གསུམ་ཙམ་ཟེར་ར། ད་དེ་མོ་ཟིག་གི། དི་ནས་ད་རེས་གི། བོད་སྐད་ཀྱང་ཤེས་དགོས་ནི་མ་རེད། བོད་ཡིག་ཡང་ད་རེས་ཀྱི་ཞིག་འོ་ན་མ་རེད་དོ་ཧ་ལས་གཅིག་གི་ད་རེས་ཀྱི་ངས་བལྟས་ནས་ན་སྐྱོ་བའི་གནས་ཚུལ་ཚབས་ཆེན་འཛུགས་ད་རེས་ཀྱི་རེད་བསམ་གི་དུ་མ་ཟད་པ་གིན་ན་ད་ལོ་རབས་བདུན་ཕྱི་བ་ནས་ལོ་རབས་བརྒྱད་ཕྱི་བ་གི་བར་གྱི་དེ་ནས་འདི་དཀར་མཛེས་རང་སྐྱོང་ཁུལ་གྱི་ཆུ་ཟེར་དགོན་རུ་ད་སློབ་འབྲང་དང་ནི་དེ་ནས་མཐོ་འབྲང་དེ་ནས་ད་རེས་ཀྱི་སློབ་ཆེན་ལ་སོགས་པའི་སློབ་མ་འབོག་དོན་བྱེད་ཀྱི་གཅན་གཟན་ན་ད་ཕར་ཆེར་ད་རེས་ཀྱི་ཁྲག་སུམ་ཟླ་ཉེ་བ་ཟིག་ཡོད་ནི་རེད་ཟེར་ཡག་གི། ད་ཕར་ཆེར་ཁྲག་སུམ་ཟླ་ཉེ་བ་ཟིག་གི་ནང་ན་དངོས་སུ་ད་རེས་ཀྱི་བོད་སྐད་བོད་ཡིག་ད་རེས་ཀྱི་དབྱེ་བཤད་ཐོབ་དག་ད་ཆེ་ཡོད་ནི་རེད་ཟེར་ན། ད་ད་རེས་ཀྱི་བརྒྱ་ཆ་ཉི་ཤུ་ཟིན་མི་ཟིན་ཡིན་ནི་རེད་ཟེར་བརྒྱ་ཆ་ཉི་ཤུ་ཟིན་མི་ཟིན་ཡིན་ནི་རེད་ཟེར་ད་དེ་འདི་བརྒྱ་ཆ་བརྒྱ་ཆི་གི་ད་རེས་ཀྱི་མི་ཐམས་ཅད་ཀྱི་ཁ་རྩང་དེ་རང་གི་ཡང་ན་ད་རེས་ཀྱི་ས་ཆ་འདིའི་ད་རེས་ཀྱི་སྤྲིན་འཛིན་ཟེར་དགོས་ན་འདྲ་གི་བྱ་བ་སྒྲུབ་དུས་སྒྲུབ་ཀྱི་ཡོད་དག་གཙོ་བོ་ཡང་ཡིན་ནི་རེད་རེད་ད་ནི་ཁོ་ཚོས་ནི་རང་གི་སྐད་དང་རང་གི་ད་རེས་ཀྱི་རིག་གནས་ཐམས་ཅད་དུ་རྗེས་དེད་ནས་དུས་རབས་བཞག་པ་འདྲ། ད་དུས་ཡིན་ན་ཚང་མས་ད་རེས་བསམ་བློ་བཏང་ན་ཕྱི་ཆིབས་ཀྱིས་ཡིན་ན་འཛམ་བུ་གླིང་གི་སྐད་ས་གང་དང་ཡིན་ནའང་ཅིག་སྐད་དང་ཡི་གེ་ཐམས་ཅད་ཀྱང་ཤེས་ནས་ཡིན་ན་ཧ་ཅང་ད་རེས་ཀྱི་ཡག་པོ་ཡིན་ནི་རེད། དེང་སང་ཡང་ནམ་མཁའི་པདྨོ་བ་གོན་ནས་ཡིག་རིགས་ད་རེས་ཀྱི་བཅུ་ཕྲག་ལྷག་ཤིང་ཆིབས་པ་ཡིན་དག་གི་དེ་ནས་ནུབ་ཕྱོགས་མཚོ་ན་ད་རེས་མཁས་པ་མང་ཡོད་ནི་རེད། རེད་ད་ནི་རང་གི་ད་རེས་ཀྱི་ཕ་མེས་ཀྱི་སྐད་ཡིག་འདི་བརྗེད་འགྱོ་རྒྱུ་འདི་ཅིག་གཞན་གྱི་མི་རིགས་ཐམས་ཅད་ཀྱི་ནང་ན་ཧ་ཅང་ཡང་ད་རེས་དཀོན་མོ་ཟིག་ནི་རེད། དེ་ཡིན་རྒྱུ་དེ་ད་རེས་ཀྱི་ང་ཆེ་གེ་ད་རེས་བསམ་བློ་བཏང་རྒྱུ་ཅན་ཟིག་ཡིན་ན་ར་ན་མི་རིགས་སུ་དང་སུ་ཐུག་ན་ར་རང་གི་སྐད་རྒྱག་ཤི་སྐད་རྒྱག་མི་ཤི་དག་གི་ནས་ན་གཞན་གྱི་ད་རེས་ཀྱི་ད་སྐད་བརྗོད་ན་ར་ད་དེ་ཅིག་དེའི་གཟི་བརྗིད་དང་ཁྱད་ཆོས་ཡིན་པར་རློམ་ན་ཡང་འདི་ལྟ་བུ་ལྟར་རིགས་ཡིན་གྱི་མ་རེད་བསམ་གི། དེར་བརྟེན་ནས་ཁྱེད་རང་བས་ད་པཎ་ཆེན་རིན་པོ་ཆེས་ཡང་གསུངས་མྱོང་ནི་རེད་དེ། བོད་པ་ཟིག་ནས་བཟུང་སྟེ་ངེས་པར་དུ་ཡང་ན་ད་རེས་བོད་ཡིག་དང་བོད་སྐད་ཤེས་དགོས། གལ་ཏེ་ད་རེས་བོད་པ་བོད་ཡིག་བོད་སྐད་མི་ཤེས་ནི་ཟིག་ན་ད་ཤིན་ཏུ་ཡང་ད་རེས་ངོ་ཚ་བའི་གནས་སུ་གྱུར་བ་རེད་ད་རེས་ཟིག་གསུངས་བ་ནི་རེད་ད་ཁོང་གི་གསུང་རྒྱུ་དེ་དངོས་གནས་ཡང་ད་རེས་ཕྱི་ཟེར་དགོན་རུ་དེ་གི་ཐུགས་ཐག་ནི་རེད། སྔོན་ཀྱང་ད་རེས་མཁས་པ་ཐམས་ཅད་ཀྱི་གསུང་འོག་ནས་རེད། ཞང་སྟོན་སྟོན་པ་རྒྱ་མཚོ་འགའི་གསུང་འོག་ནས་རེད། སྐད་རིགས་མང་པོ་ཤེས་ན་བཟང་མོད་ཀྱང་རང་གི་ཕ་སྐད་བརྗོད་ན་ངོ་ཚ་ཡིན་གསུང་འོག་ནས་རེད། ངོ་མ་ཅིག་སྔོན་ཆོས་གོས་ནས་སྐབས་ན་སྐད་རིགས་སུམ་བརྒྱ་དྲུག་ཅུ་ལ་སོགས་པ་ཤང་ཆིབས་པའི་ད་རེས་མཁས་པའི་ལོ་རྒྱུས་དེ་མོ་ཡོང་ནི་རེད་ད་ནི་ད་དེང་སང་གི་གནས་སྐབས་ན་ཚང་མས་བསམ་བློ་བཏང་རྒྱུ་གཅན་གཟིགས་ན་རང་གི་དག་སྐད་ཡིག་འདི་མི་ཤེས་ནས་མ་ཚུད་པ་རང་གི་ད་རེས་སྐད་ཡིག་འདི་བརྗོད་ན་ཡང་ན་ལབ་ཤེས་གི་ད་རེས་ངོ་ཚ་ཡིན་རྫས་ནི་རེད་ད་དེ་ཡིན་ན་རང་གཅིག་བོད་རིགས་གཟིགས་ཡིན་ནས་རང་གནས་ཡོད་ཚད་བོད་རིགས་པའི་འཁོར་ཡིག་དེ་རང་གི་གཏོར་བརླག་ཤོད་རྒྱུ་གཅན་གཟིགས་ཡིན་ན་ངོ་མ་ད་རེས་གི་འཇམ་མགོན་ས་བོན་གི་དག་ཤིང་ལ་གནས་པའི་སྤྲེའུ་དག་ལྗོན་པའི་ཆང་ལ་མི་གཙང་དུར་ལྗོན་པའི་ཁྲོད་ལ་མི་གཙང་དུར་སོང་ནི་ལྟ་བ་གཟིགས་འདི་ནི་དེ་ཡིན་ནི་རེད་ད་རེས་རང་གི་ཡང་ན་ཅིག་སྐད་དང་ཡི་གེ་ཐམས་ཅད་དོ་ནི་གཏོར་བ་མ་ཚུད་ན་འདི་ལ་ཅིག་གཟི་བརྗིད་དང་ངོ་མཚར་དུ་བརྩི་རྒྱུ་ནི་ཧ་ཅང་ཡང་ན་ད་རེས་དུ་ཅིག་བླ་མེད་དང་ཅོལ་ཆུང་སྤྲུལ་བའི་རྣམ་པ་ཅན་ཙི་རེད་ད་རེས་བསམ་རྒྱུ་ཚང་མས་ད་རེས་འདི་བཀུར་དགོས་ནི་རེད་ཞུ་ཆོག་གི་ཡིན་ན། ད་སྐད་མདངས་དང་རིགས་ཡིག་གི་ཟེར་གྱི་འདི་དེ་གི་འཛམ་བུ་གླིང་གི་སྟེང་གི་ཡིན་ན་ད་འདི་མིའི་རིགས་གང་ཡིན་ན་འདྲ་སྤྲོ་སྐྱིན་གང་ཡིན་ན་འདྲ་དེ་ཡིན་རང་དང་ད་རིགས་གནས་ཐུབ་མི་ཐུབ་གི་དེ་གི་རྒྱུ་རྐྱེན་གཙོ་བོ་ཟིག་ཡིན་ཟེར་དགོས་ནི་རེད་ཁྱད་པར་དུ་ཡང་ན་སྐད་དང་ཡི་གེ་འདི་ཡིན་ན་ད་ད་རིགས་དེའི་མི་རིགས་དེ་གནས་སྤོས་ད་རེས་ཀྱི། ད་བང་ཆ་ཟེར་དགོས་ན་འདྲ་གི། དེའི་ད་རེས་ཀྱི། ཆ་རྐྱེན་ད་རེས་ཀྱི་གཙོ་བོ་ཟེར་ག་བཞག་ནི་རེད། དཔེ་བཞག་ན། དེ་གི། རྒྱ་ནག་གི་ཡིན་ན། ད་རྒྱལ་རོ་ཐམས་ཅད་ཀྱི་ནང་ན་ཧ་ཅང་ད་རེས་དྲག་སྒྲ་ཆེ་བའི། དེ་གི་ཆིན་ཧྲི་ཧོང་རྒྱལ་རོ་ཟེར་གྱི་འདུག་འདྲ། ད་ཁོང་གི་ཡིན་ན། དེའི་གནས་སྐབས་ན་ད་རེས་ཀྱི་ཉེ་ཟུར་གྱི་རྒྱལ་རོ། རྒྱལ་ཁམས་དྲུག་མངའ་འོག་སུ་གྱུར་ནི་རེད། རྒྱལ་ཁམས་དྲུག་མངའ་འོག་སུ་གྱུར་དུས། ད་ཐོག་མར། དེ་གི་སྐད་དང་ཡི་གེ་ཐམས་ཅད་དུ་ད་རེས་ཀྱི། རང་གི་རྒྱལ་ཁབ་ད་ད་རེས་གཅིག་འགྱུར་ཞུས་རྒྱུ་དེའི་ད་རེས་ཆགས་གཞི་བཞག་ནི་རེད། ད་དུ་ནི་ད་རིག་སྒོར་མོ་གཅིག་འགྱུར་བྱེད་རྒྱུའོ་དེའི་ཆགས་གཞི་བཞག་ན་རེད་དེ་རྗེས་མའི་གནས་སྐབས་ན་ད་རྒྱལ་ཁབ་དྲུག་འོག་གི་བེད་སྤྱོད་བྱེད་ཀྱི་ཁྱད་པར་དུ་ཡང་ན་ད་སྤྲག་གཞུང་དང་ནི་ལས་ཁུངས་ཀྱི་ད་རིག་གཙོ་བོའི་ཡིག་ཆ་ཐམས་ཅད་སྐད་ཡིག་གཅིག་གི་སྟེང་གི་འཇོག་རྒྱུ་བོ་དེ་བརྟེན་ནས་ཁྱེར་ཡོང་བས་ད་མི་ཐམས་ཅད་ཀྱི་ཡང་ན་ད་དེའི་རྒྱལ་པོ་དེ་ལ་མི་བཀུར་ཁ་མེད་དུ་གྱུར་ན་རེད་དེ་རྗེས་མའི་གནས་སྐབས་ན་འཛམ་གླིང་ན་དྲག་རྒྱ་ཆེ་བས་ད་རེས་རྒྱ་ནག་ལྕགས་རི་རང་མོ་ཡང་ད་རེས་ཁུ་རང་བཞེངས་ཡོང་རྒྱུ་ནི་ར་ཏི་མོ་ཡིན་ནི་རེད་ད་དུ་མ་ཡིན་པ་གི་འཛམ་བུ་གླིང་གི་གནས་ཚུལ་རབ་བསམ་བློ་བཏང་རྒྱུ་ཅང་མཛད་ན་དེ་ནས་དབྱིན་ཇིས་གི་གཏམ་མཁས་པ་ཟིག་གི་ད་རེས་གི་ར་ཏི་མོ་བརྫུས་ཡོང་ནི་རེད་བྱེད་སྐྱིབས་གི་མི་རིགས་གང་དང་གང་ཡིན་ན་ར་ན་དེས་ད་རེས་སྐད་ད་རེས་གི་བྱ་རྒྱུ་འདི་དང་ན་དེས་ཡི་གེ་འདི་བེད་སྤྱོད་བྱེད་རྒྱུ་དེ་གཙོ་བོ་དེས་ད་རེས་དབང་ཆ་དེ་ད་རེས་འབྲེལ་ཡོད་བརྫུས་ཡོང་རེད་ད་དུ་དབང་ཆ་དེ་འབྲེལ་ཡོད་གཅིག་གི་རྒྱུ་མཚན་དུ་ཅི་རེད་ཟེར་ན་དཔེར་ན་ཁ་ཚང་དེ་རིང་འཛམ་བུ་གླིང་གི་སྟེང་ན་ཡིན་ན་དེ་ནས་ད་རེས་དབྱིན་ཇིའི་གི་སྐད་འདི་དེ་ནས་ཁ་ཚང་གི་ནས་ནི་དེ་གི་བྱེད་ཁྱིབ་གི་དབལ་བཤུ་བྱེད་ཀྱིས་ད་རེས་སྐད་ཡིག་ཟིག་གི་སོང་བ་ནི་རེད་དེ་གི་འཛམ་བུ་གླིང་གི་སྟེང་ན་ད་འདི་དབལ་བཤུ་བྱེད་ཀྱི་གི་སོང་ནི་རེད་ད་འདི་དབྱིན་ཇིའི་གི་ལོ་རྒྱུས་གི་དབང་དུ་བྱས་ན་འདི་ཡང་ན་གཙོ་བོ་དེ་གི་དབྱིན་ཇིའི་གི་དག་སྤྲི་བཟུང་བའི་ཕར་ཆེར་ད་རེས་དུས་རབས་བཅུ་དགུ་བ་གི་ནང་གི་ནི་དེ་ནས་ད་རེས་ལོ་བརྒྱ་ཕྲག་ཙམ་ཟིག་གི་རིང་ང་ད་རེས་དབྱིན་ཇིའི་གི་ད་རེས་སྤྲི་དུ་འཛུམ་མྱོང་རེད་ད་དབྱིན་ཇིའི་གི་སྤྲི་དུ་འཛིན་རྒྱུ་འདི་ཕྱི་རིས་བཟུང་ནི་རེད་ཟེར་ན་དེ་གི་ད་ཕྱོགས་སོ་སོ་དེ་ནས་ད་རེས་ཁོང་རྒྱུ་ཡིན་ན་དེ་མི་སེར་གྱི་བདེ་བ་འདུག་ཟེར་དགོས་ན་འདྲ་གི་མི་ནས་ཁྱེར་ཡོང་བའི་ད་ནི་དེ་མི་སེར་སྤེལ་བའི་བཙན་རྒྱལ་རང་ལུགས་ཟེར་གྱི་ད་རེས་ཟེར་སྤྲོ་རང་འདྲ་མི་སེར་སྤེལ་བའི་བཙན་རྒྱལ་རང་ལུགས་ཁོང་གི་ཡིན་ན་དབྱིན་ཇིའི་གི་ས་ཆ་སོ་སོ་ལ་དཔེར་ན་ང་ཆེ་གེ་མྱི་ཚ་བཞག་ན་འདྲ་འདྲ་གི་གཞིར་ཁམས་སོ་སོ་དང་རྒྱལ་ཁབ་སོ་སོ་ལ་དེ་གི་མི་ཡང་ན་ད་རེས་གི་མང་པོ་འབོར་ཆེན་འདི་ད་རེས་དེ་མཚམས་གི་ཡ་རགས་གསོ་སྐྱོང་བྱས་དེ་གི་མི་ཚོགས་པ་ཐམས་ཅད་གི་ནང་ན་དེ་ལ་གཙོ་བོ་རང་གི་ད་རེས་ཀྱི་རྒྱལ་དར་ད་རེས་ཀྱི་ཤར། དེའི་རྒྱལ་དར་ཤར་གྱི་དུས་ན་ཁོང་གི་སེམས་ནང་ན་ད་འཛམ་བུ་གླིང་གི་སྟེང་གི་མི་ནུབ་པའི་ཉི་མ་ལྟ་བུའི་རྒྱལ་ཁབ་ཡིན་ཙེ་ཡིས་ད་གཟེགས་ཁྲིར་ཡོད་ནི་རེད། ཁོང་གིས་ད་རེས་ཀྱི་དབང་བསྒྱུར་གྱི་བོད་འདི་ད་རེས་ཀྱི་ནུབ་པ་མེད་ཙེ་ནི་རེད་ད་ཡིན་ན་ཡང་ན་ད་རྗེས་སུ་ད་རེས་ཀྱི་ད་འཛམ་གླིང་འཁྲུག་ཆེན་ད་རེས་ཀྱི་གཉིས་པའི་དང་པོའི་གནས་སྐབས་ན་ད་རེས་ཀྱི་དབྱིན་ཇིས་ཀྱི་རང་གི་ད་རེས་ཀྱི་དབང་ཆ་དེ་མར་མར་མར་མར་ད་རེས་མར་ད་རེས་ཀྱི། ད་མྱ་མི་ཁྱེར་ཡོང་བའི་དང་ན་དག་འཛམ་གླང་འཁྲིག་ཆེན་གཉིས་པའི་གནས་སྐབས་ན་དག་ཨ་མི་རི་ཀའི་རྒྱལ་ཁབ་ཀྱི་དག་བདག་ཐོབ་བཟུང་སོང་ན་རེད་ད་དོན་ཡང་ན་ད་རེད་ཨ་མི་རི་ཀའི་རྒྱལ་ཁབ་གང་རིགས་ཡིན་ན་ད་ད་སྐོར་ད་རེད་ཅིག་རང་གི་ད་རེད་སྐད་དང་ན་རང་གི་ད་རེད་ཡི་གེ་ཐུབ་ནོང་མ་ཡིན་པ་ཟིག་དག་མེད་ཚོང་རྒྱུ་དག་ད་རུང་ཡིན་ན་དབང་ཆ་འཛམ་བུ་གླིང་གི་སྟོབས་འབྱོར་ཆེ་བའི་རྒྱལ་ཁབ་ཡིན་ན་ཨ་མི་རི་ཀ་ཡིན་ན་རེད་ད་ཡིན་ན་ཡང་དེའི་སྐད་དང་ཡི་གེ་ཐམས་ཅད་དག་གཙོ་བོ་ད་རེད་དབྱིན་ཇི་ལ་ད་རེད་བརྟེན་དགོས་བྱུང་སོང་ན་རེད། དེ་ཡིན་གྱི་རྒྱུ་མཚན་འདི་ཡང་ནི་གཙོ་བོ་ངེད་ཚང་ཚང་མས་ད་རེས་བཀོད་རྒྱུ་དེ་རེད་དཔེར་ན་ད་རེས་ཀྱི་ཨ་མི་རི་ཀ་ཡོད་ནོ་ཨ་མི་རི་ཀའི་རིག་གནས་འདི་ཆི་མོ་ཟེར་ནི་རེད་ཟེར་ན་འདི་ད་རེས་ཀྱི་ད་ལོ་དྲུག་ཅུ་ཡར་མར་ལོ་དྲུག་བརྒྱ་ཡར་མར་གཟིགས་མ་གཏོགས་རྫས་མི་ནི་ད་རེས་ནུབ་ཕྱོགས་ཀྱི་རྒྱལ་ཁབ་འདི་དག་གི་རིག་གནས་ཀྱི་ལོ་རྒྱུས་འདི་ཟིན་ན་མེད་ཚོང་ནི་རེད་དཔེར་ན་འཛམ་བུ་གླིང་གི་ད་རེས་ཀྱི་ཨོ་ད་ལི་ཡ་རྒྱལ་ཁབ་ཀྱི་ད་མི་གྲགས་ཆེན་ད་རེས་ཀྱི་ཀོ་ལུམ་པོ་ཟེར་གྱི་འདུག་པ་རེད་དེའི་ཀོ་ལུམ་པོ་དེའི་ཐོག་མར་ད་རེས་མིག་རླངས་འདི་ཡོད་ནོ་དེ་གོ་ནི་རེད། ད་ལྟ་ཡོད་རྒྱུ་བཀོད་རྒྱུ་དེ་གཅིག་སྟོང་བཞི་བརྒྱ་རྒུབ་ཅིག་གོག་གཉིས་ཀྱི་ལོ་གི་ནི་དེ་ནི་ཁོ་རང་གི་བསམ་ནི་ན་ཁོ་རང་དེ་ཡག་ལང་དེ་ཡག་ལང་དེ་ད་རེས་ཀྱི་ཀྲི་ནང་གི་བརྡ་དེ་ནི་སི་ར་ད་རེས་འདིར་རྒྱ་གར་དང་ནི་དེ་གི་རྒྱ་ནག་ལ་སོགས་པ་གི་ས་ཆར་ལྟ་བསྐོར་ཡི་ད་ཡོང་བསམ་དུས་ད་དེའི་གནས་སྐབས་ན་དེང་སང་ལྟ་བུ་ཚན་རིག་འཕེལ་རྒྱས་སོང་མེད་དུས་དེ་ནི་ཀྲི་ཁ་ཕྱོགས་ད་རེས་མཚོ་ནང་གི་ནོར་རེ་ནི་རྗེས་མའི་གནས་སྐབས་ན་ཨ་རིའི་ད་རིག་གི་དེ་ག་ལམ་ཁྲོད་མིག་ལང་ཨ་ཐུང་ཚོང་ནི་རེད་དེ་མིག་ལང་ཨ་ཐུང་ཚོང་དེ་མིག་ལང་གི་ད་ཁུ་ཡིན་ན་ད་རིག་མྱི་མང་པོ་གཟུག་ཏུ་མྱི་འགའ་རེ་དེ་ད་རིག་ཀྲི་ནང་བཞག་རེད་ད་ནི་སི་ར་རང་གི་རྒྱལ་ཁབ་ཨ་ཐུ་ནང་དེ་རང་གི་རྒྱལ་ཁབ་གི་རྒྱལ་རོ་ཡང་ན་དེ་ལ་ཅིག་དཔའ་བོ་གི་གཟང་རྟགས་ད་རིག་མང་བོ་བཞིན་དེའི་རྗེས་མའི་གནས་སྐབས་ན་ཁོ་རང་ཤི་མ་ཚར་བར་དུ་ཁོ་རང་མིག་ལང་ཚོང་ནོ་གོ་ནི་མ་རེད་ཁོ་རང་བསམ་བློ་བཏང་ནས་ན་ཡག་ལང་ཨ་ཚོང་ནང་སྐྱེས་ནི་རེད་ཡིན་ན་ཡང་དེ་ནས་བཟུང་སྟེ་དེ་གི་ཨ་མི་རི་ཀའི་རྒྱལ་ཁབ་འདི་ད་དེ་སྔོན་ཡིན་ན་ལྡོམ་མིའི་སྤྱི་ཚོགས་དེང་སང་ཡིན་ན་ཧྥེ་གླིང་གི་མི་ལྟ་བུ་དེ་མོ་ལྡོམ་མིའི་སྤྱི་ཚོགས་ཟིག་ཡིན་ནི་རེད་ད་དེ་ནས་བཟུང་སྟེ་དག་ཨ་མི་རི་ཀའི་རྒྱལ་ཁབ་གི་ད་རེས་རིག་གནས་དུ་མུ་མཐུད་དེ་ཡ་ར་ད་རེས་ཀྱི་དར་རྒྱས་བྱུང་བ་ཁྱེར་ཡོང་བ་དང་ད་དེ་ལ་ད་རེས་གསེར་ལ་སོགས་པའི་གཏེར་ཁ་ཡང་མང་བོ་ཡོད་དེ་རྗེས་མའི་གནས་སྐབས་ན་འཛམ་བུ་གླིང་གི་འཛམ་གླིང་འཁྲིག་ཆེན་གཉིས་པའི་འཁྲིག་ཆེན་དང་བོའི་གནས་སྐབས་ན་དེ་ནས་ད་རེས་ཨ་མི་རི་ཀའི་རྒྱལ་ཁབ་འདི་ཡང་ན་སྟོབས་འབྱོར་ཤིན་ཏུ་ད་རེས་ཆེ་བར་སོང་བ་དང་ད་དེང་སང་ཡིན་ན་འཛམ་བུ་གླིང་གི་རྒྱལ་ཁབ་ཐམས་ཅད་དུ་ནི་དག་ཨ་མི་རི་ཀའི་རྒྱལ་ཁབ་འདི་གཙོ་བོ་ཡིན་མཛད་ནི་རེད་ཡིན་ན་ཡང་ན་དབྱིན་ཇིའི་ལ་སོགས་པར་རྒྱལ་ཁབ་མང་བོ་ཞིག་གི་ནས་ན་ད་ཁོ་རང་གི་གནས་སྐབས་སུ་དཔེར་ན་ང་ཆེ་གེ་ད་རིག་མཉེན་མེད་པོ་ཟོག་ལོ་བར་དུ་ཡར་བཤིག་ཁོག་གི་ཚོང་ནི་འདི་འདྲ་ཡིན་དེ་ནས་ད་རིག་ཁོ་ཨ་ཅིག་ད་རིག་ཨ་ཙི་ད་རིག་ལྟ་སྟངས་མེད་ཀྱི་ཡིན་ནི་རེད་ད་ཡིན་ན་ཡང་དེ་དབང་བཞིར་གི་ནང་དུ་སོང་བ་ནི་རེད་ད་དབྱིན་ཇིའི་གི་སྐད་ཡིག་འདིའི་འཛམ་བུ་གླང་མགའ་དབང་མ་བསྒྱུར་བའི་གོང་དུ་ཆེ་རིག་ཟེར་ན། ཧྥ་རན་སིའི་སྐད་རིགས་ཡིན་ཟེར་བ་འདྲ། ཕྱིར་ན་ཡང་ནི་ད་རེས་ཧྥ་རན་སིར་རྒྱལ་ཁབ་དང་དབྱིན་ཇིའི་རྒྱལ་ཁབ་གཉིས་ཀ་ཡང་ན་ལོ་བརྒྱ་གི་རིང་ལ་ད་རེས་ཀྱི་ཕན་ཚུན་རྒྱལ་ཁབ་གཉིས་ཀ་འཁྲིག་རྩོད་བྱེད་བཞིན་པའི་ལོ་རྒྱུས་དེར་བལྟ་བ་ཡོད་ནི་རེད། ད་དེ་བས་སྔོན་ན་དེ་ནས་ཕར་ཆེ་བ་བཟོ་ད་དུས་རབས་བཅུ་བདུན་པ་དང་དུས་རབས་བཅུ་བདུན་པ་དང་བཅོ་བརྒྱད་པ་ཡར་མར་གྱི་ད་ལོ་སུམ་ཅུ་ཙམ་ཟིག་གི་རིང་དུ་ཡིན་ན་དེ་ནས་ཧྥ་རན་སིའི་རྒྱལ་ཁབ་ཀྱི་འཛམ་བུའི་གླིང་གི་ད་རེས་ཀྱི་ད་དབང་ཆ་ཐམས་ཅད་དུ་ཡོངས་སུ་བཟུང་བའི་ཕྱིར་ཡོང་བ་ད་ནི་དེ་ནས་ད་རེས་ཀྱི་ད་ཧྥ་རན་སིའི་སྐབས་ཀྱི་ནི་ནི་འཛམ་གླིང་འདི་ལྟར་རེམ་ང་འོང་རྒྱུ་ར་དི་ཟི་ཡིས་ད་ནི་ལོ་རྒྱུས་ཀྱི་སྐབས་ན་དི་ཡོད་ནི་རེད་དེ་ནི་ལོ་རྒྱུས་ཀྱི་དབང་དུ་བྱེད་རྒྱུ་ཅན་ཟི་ཡིན་ན་ཕར་ཆེ་བ་དི་ད་རེད་ཡོ་རུབ་ཀྱི་དི་གི་ལོ་རྒྱུས་དི་འཛམ་བུ་གླིང་ཀྱི་རྒྱལ་ཁབ་ཐམས་ཅད་ཀྱི་ལོ་རྒྱུས་གཞིར་བཟུང་ནི་ཁྱེད་རང་དི་ཧ་ཅང་ད་རེད་རང་བ་ཡིན་ནི་རེད་ད་དི་ཡིན་དུས་ངི་ཆད་ཀྱི་ཁ་སང་དེ་རང་བསམ་བློ་བཏང་ནི་ཡིན་ན། དབྱིན་ཇིའི་ལྟ་རིགས་སྐད་མདངས་ཡི་གེ་འདི་འཛམ་བུ་གླིང་ལ་ཁྱབ་ཡོད་ཀྱི་འདུག་ཆིག་རིལ་བཙལ་ན་གཙོ་བོ་དབྱིན་ཇིའི་གི་ད་ལྟའི་གནས་སྐབས་ན་འཛམ་བུ་གླིང་གི་ལྟ་རིགས་མི་སེར་ལྟ་རིགས་ཡུར་སྤོ་གི་དབང་ཆ་བཙན་བཟུང་བྱས་ཁྱེར་འོང་དེ་ལྟེ་གནས་ན་དེ་གི་འཛམ་གླིང་ན་ཡང་ན་དེ་ལྟ་བའི་གཞི་གཟུགས་འདི་ལྟ་རེ་ཚིག་ཚོང་ན་རེ་ད་དེ་དང་ནང་བཞིན་དུ་མི་རིགས་སུ་དང་སུ་ཡིན་ན་འདྲ་རྒྱལ་ཁབ་སུ་དང་སུ་ཡིན་ན་འདྲ་གི་རང་རང་སོ་སོའི་ལྟ་རིགས་རང་གི་སྐད་དེ་རང་གི་དེ་གི་བདག་པོར་བཟུང་བའི་བེད་སྤྱོད་བྱེད་མི་འདོད་ཀྱི་སྐྱ་འཛིགས་ཡིན་ན་ནམ་ཞིག་གི་གནས་སྐབས་ན་དངོས་གནས་གི་ད་དེང་སང་གི་རེ་ཟེ་ག་ག་འཛམ་བུ་གླིང་གི་མི་རིགས་འགའ་རེའི་སྟེང་ན་ད་ལྟ་རིགས་ཀྱི་མི་རིགས་དེའི་ནང་ན་རང་གི་སྐད་དང་ཡི་གེ་ཞིག་བདག་ཏུ་ད་ཅིག་ལོ་བརྒྱ་ཆེ་བ་དང་ལོ་དགུ་བཅུ་བ་གི་སྒམ་པོ་གཅིག་རེ་གཉིས་རེ་མ་གཏོགས་བཙལ་མིན་ན་གཏན་ནས་ད་རིགས་མེད་ཀྱི་རེད་དེ་མོ་གསུངས་ནི་རེད་ག་ཚོད་དེ་རང་ཡིན་ན་ང་ཆེ་གི་འོག་གི་རིག་གནས་འདི་ཡིན་ན་དངོས་གནས་གི་ཅིག་བསམ་བློ་གཏང་ཁྱེར་ཡོང་ནི་ཡིན་ན་ད་ཅིག་དེ་མོ་ཟི་ག་ད་རིགས་ཅིར་ཡོང་ནི་མ་རེད་ད་ཡིན་ན་ཡང་ན་ད་འདི་ན་ཅིག་ཤེས་ཡོན་པ་ཚོ་རེད། ཁྱེད་རྣམ་པ་ལྟ་བུའི་ལས་བྱེད་པ་ཚོ་རེ་ཚང་མས་ཡང་ན་རང་གི་ཅིག་བོད་ཀྱི་སྐད་དང་ཡི་གེ་འདི་ཅིག་ཁྱད་ཆོས་ཅན་ཟིག་ད་ནི་བོད་ཀྱི་ད་རེའི་ཆོས་ལུགས་དང་འབྲེལ་བའི་རིག་གནས་འདི་ཅིག་ཐུན་མོང་མ་ཡིན་པའི་རིན་ཐང་ཅན་ཟིག་འཛམ་བུའི་གླིང་གི་ནོར་བུ་ལྟ་བུ་ཡིན་ནི་ཟིག་ཏུ་སུས་ཀྱིས་ངེས་ཤེས་ཀྱིས་སྐྱེལ་ཐུབ་ཀོ་མ་རེད་ད་གལ་ཏེ་ངེས་ཤེས་དེ་སྐྱེལ་མ་ཐུབ་བས་ཁྱེད་རང་ངི་ཆད་ཀྱི་ཆུ་སྐྱེར་ཀྲོང་ཙུན་སྒམ་པོ་ཆུ་སྐྱེར་མི་དབང་ནམ་སོང་སི་མཆོག་གི་གནས་ན་དངོས་སུ་ད་རེའི་གི་རྒྱུད་སྡེ་ཡོངས་རིན་ཐང་བྲལ་བའི་ད་རེའི་རིན་པོ་ཆེ་ལྟ་བུའི་རིག་གནས་འདི་དང་དུས་རབས་འདིའི་མི་ཐམས་ཅད་ཀྱི་ད་རེས་ཀྱི་ལག་ཏུ་ཡོད་ནི་རེད་ད་འདི་ལག་ཏུ་ད་རེས་ཀྱི་ཡོད་ནི་འོ་འདི་ངས་བལྟས་ནས་ཡིན་ན་ད་རེས་ཀྱི་འདི་ས་འཕྱོར་ཉན་གྱི་མ་རེད་འདི་ད་རེས་ཀྱི་འབུར་སྟོར་ཁིར་ཉན་གྱི་མ་རེད་འདི་ཡིན་ན་ད་རེས་ཀྱི་མི་རིགས་གཞན་གྱི་ལག་ཏུ་བཞིན་ཉན་གྱི་མ་རེད་མ་གཏོགས་རྫས་མིན་ད་ནམ་ཞིག་གི་གནས་སྐབས་ན་འདི་ཡང་ད་རེས་ཀྱི་རང་གི་སི་ར་ལེན་གོ་གྱི་ཅན་འཛིན་ན་ཧ་ཅང་ཡང་ད་རེས་དཀའ་མོ་ཡིན་ནི་རེད་ད་འདི་ཡང་རྒྱུ་རྐྱེན་མང་བོ་ཟིག་ཡོད་ནི་རེད་ད་ཡིན་ན་ཡང་རང་རང་སོ་སོ་ཞིག་བསམ་བློ་བཏང་ཕྱིར་འོ་ད།